ཡིན་དང་ཡིན། ང་ལྷ་མོ་ཐོ་ལ་ཉམས་ཞིབ་བྱེད་ཀྱི་ཡོད། རྒན་ལ་དུས་ཚོད་བྱུང་ན Interview ཅིག་བྱས་ན་འགྲིག་གི་རེད། ང་ནི་ཡ་ག་རྒྱ་གར་ལ་རྒན་ཚང་ནོར་བུ་ལགས་ཞུ་གི་རེད། ང་ཁོ་རང་ཟླ་གཉིས་རྒྱ་གར་ལ་མཇལ་བྱུང། ཁོ་རང་དགོང་ལོ་སྤྲོད་པོ་སོང་ཙང་དཀའ་བོན་ཡག་པོ་གནང་ཐུབ་གི་མི་འདུག། ཨ་ཁ།
ཁོ་རང་ལྷ་མོའི་ཐོ་ལ་མཁས་པ་ཆེན་པོ་ཞུ་གི་རེད། ཁོ་རང་དཀའ་མོལ་གནང་ཐུབ་གི་མི་འདུག་ལབ་པ་དང་ང་བློ་ཕམ་ཆེན་པོ་ཞུ་གི་བྱུང།
ང་ཉམས་ཞིབ་པ་ཅིག་ཡིན་པའི་ཆ་ནས། ལྷ་མོ་གི་རྒྱུ་རྩ་དེ་གཞོན་སྐྱེས་ཚོ་ལ་འཕྲོད་ཐབས་བྱས་ཏེ་ངས་ལས་འགན་ཡིན་བསམ་དྲན་གྱི་འདུག། ལ་རེད།
དེང་སང་གཞོན་སྐྱེས་ཚོ་ལྷ་མོའི་ཐོག་ལ་དོན་སྣང་སྤྲད་ཡ་ཁ་ལས་ཁ་པོ་ཞིག་རག་འདུག་ཨ། ཁ་བརྡ་ཁག་མི་འདུག་འཛམ་བུ་གླིང་དེ་སང་བྲེལ་ལག་ཚ་བའི་སྒང་ལ་གཞོན་སྐྱེས་ཚོ་འཚོ་བ་སྐྱེལ་ལ་ཁ་ལས་ཁག་པོ་འདུག་ཨ།

ཨང། དེ་སྐབས་ལ་ང་རང་བོད་ཀྱི་ནང་པའི་ཆོས་དང་རིག་གཞུང་ཐོག་ལ་ཡར་སློབ་སྦྱོང་འདུག་བྱེད་ཡིན་ཨང་སྤྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུའི་ལོ་ལ་ནི་ང་གྲྭ་ཚང་ནས་མ་འདུག་བྱེད་ནས་མ་ཐོན་ཡིན་ཨང་དེ་ནས་ཨ་ནི་དགུ་བཅུ་གོ་བརྒྱད་ལོ་ལ་ཡང་ཨ་ནི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོའི་མཆོག་ནས་ཨ་ནི་མོན་གྷོ་འདུ་ཁུལ་གླིང་ཞེས་བྱ་ནང་ལ་ཨ་ནི་ལྷ་མོ་སྔོན་མ་ཡོད་ཙང་ཨ་ནི་ད་ལྟ་ཡང་སྐྱོ་ཨ་ནི་ཉམས་གསོས་བྱེད་ན་ཡག་པོ་འདུག་བྱེད་ཅེས་སྐུ་མདུན་གྱི་བཀའ་སློབ་གཞི་བཟུང་ཐོག་དགུ་བཅུ་གོ་བརྒྱད་ཀྱི་ལོ་ལ་ཨ་ནི་མོན་གྷོ་འདུ་ཁུལ་གླིང་གཞིས་ཆགས་ལྷ་མོ་ཚོགས་པའི་དབུ་བརྙེས་འདུག་དུས་ཚོད་ཅིག་རེད་དེ་དུས་ང་རང་ཚོ་འཛུལ་མཁན་འཛུལ་ཞུགས་བྱས་ཡིན་མི་གྲངས་སུམ་ཅུ་སོ་ལྔ་ཙམ་འདུག་འདིའི་ནང་ནས་དེའི་རྗེས་ལ་ཡང་ང་རང་མོན་གྷོ་ལྷ་མོ་ཚོགས་པའི་ནང་ལ་འགན་འཛིན་ལོ་གསུམ་བྱས་ཡིན་རྩིས་པ་ལོ་གཅིག་བྱས་ཡིན་དེའི་རྗེས་ལ་ང་དགེ་རྒན་གྱི་འདུག་ལས་ཀ་བྱས་ནས་འདུག་དེ

བྱས་རྗེས་ནི་འདི་འདྲའི་ཕྱག་མཛོད་བྱས་རྗེས་ཨ་ངེས་ཀྱི་ལྷ་མོའི་དེབ་ཅིག་ཡང་ངས་ཕྱོགས་བསྒྲིགས་འདུག་ཟེར་གྱི་ཡོད། ཨ་ནི་དེ་མ་ཟད་ཨ་ནི་བོད་གཞུང་སྡོད་ཁག་གི་ཨ་ནི་ད་ལུང་པ་ག་ས་ག་ནས་ཨ་ནི་ལྷ་མོ་ཁག་ལུང་པ་སྐྱེ་དགུའི་ནང་ནས་ཨ་ནི་ཕྱོགས་བསྒྲིགས་བྱས་པའི་ཡང་སིད་ཀྱི་སྐད་ས་བཅས་འདུག་བཏོན་ཡོད་རེད། ཨ་ནི།

ནི་ངས་དེ་པར་རོལ་ཏེ་གྲུབ་ཐོབ་ཐང་སྟོང་རྒྱལ་པོའི་ལོ་རྒྱུས་མདོར་བསྡུས་ཀྱིས་བཤད་པ་ན་ནི། གྲུབ་ཐོབ་ཐང་སྟོང་རྒྱལ་པོ་ནི་འཁྲུངས་ས་ནི་དཔལ་གཡས་རུ་ཆགས་པའི་ཆག་སྒོ་གནས་རྗེ་འོལ་ཀ་ལྷ་རྩེ། ཤར་སྟོན་ཕོ་བྲང་ལྷ་རྩེ་བྱ་བ་དེ་དག་ནི་རབ་བྱུང་བཅུ་དྲུག་པའི་ལོ་ལ། གཅིག་སྟོང་སུམ་བརྒྱ་བརྒྱད་ཅུ་གྱ་ལྔའི་ལོ་ལ་དུས་སུ་བཀུར་སྟབས་རེད། དེ་ནས་ད་མདོར་བསྡུས་ཀྱིས་བཤད་པ་ན་དེ་ནས་མར་ཅི་བྱ་ནི། གྲུབ་ཐོབ་ཆོས་གོང་ལོ་ག་ཅན་གྱི་ཡར་འཕེལ་བ་དག་ནི། བྱང་སྡིངས་དགོན་པ།

ནས། གཅིག་སྟོང་བཞི་བརྒྱ་སུམ་ཅུ་ལོ་ལ། ཆུ་ཤུགས་ལྕགས་ཟམ་ཞེས་བྱ་ནི་ཆུ་ཤུགས་ལྕགས་ཟམ་རེད་ནས་དང་པོ་ཟམ་པ་འདུག་གསོལ་རེད་ཨ་ནི་ཟམ་པ་འདི་ནས་ཚུར་ཅིག་འདི་མ་མཛད་པའི་ཞིག་ཟམ་པ་བརྒྱ་དང་བརྒྱད་ཡོད་ས་ལ་ནི་དེ་ནས་དེང་སང་དུང་ཡས་ཡོད་པའི་འབྲུག་འབྲུག་དང། ཨ་ནི། དེ་ནས་མ་བོས་སྟོད་དང་ཨ་ནི་སྨད། ད་དེ་ཚོ་ཚང་མ་ལ་ཡང་ཟམ་པ་བརྒྱ་དང་བརྒྱད་ཁྱོན་ལོངས་པ་ནི་ཟམ་པ་བརྒྱ་དང་བརྒྱད་ཡོད་ས་འདུག་གསོལ་རེད་འབྲུག་གཏོར་ཆོག་གི་ད། ནི་དེ་ཚོ་ཚང་མ་ནི་ལྷ་མོ་བུའི་རྟ་ཕོ་མོ་སྤུན་བདུན་ལ་ཡང་ལྷ་མོ་དེ་ལ་ནི་འཁྲབ་སྟོན་བྱས་ནི་དེའི་ཐད་སྦྱིན་ཁག་མང་པོས་ཡང་ནི་སྦྱིན་བདག་དོན་དེ་འདྲའི་བྱས་རྗེས་སུ་བཅིངས་དེ་རེད་ནི་གཉིས་པ་ནི་གཙོ་ཆེ་ཤོས་དེ་ལྷ་མོ་དེ་ཡང་ནི་ཆོས་དང་བོད་ཕེལ་གི་ནང་པའི་ཆོས་དང་འབྲེལ་བ་ཡོད་རྒྱུ་ནི་སྔོན་མ་ནི་སྐྱེས་བུ་དམ་པ་བསམ་དུ་མི་ཁྱབ་པ་དེ་ཚོས་ཀྱི་ནི་སྐྱེས་རབས་ལོ་རྒྱུས་དེ་ཚོ་བཤད་པ་ཡིན་ན་ནི་ད་ལྟད་མོ་ལྟ་མཁན་ལ་ཡང་ནི་རྣམ་ཐར་དང་དེ་ཚོ་བཏང་ནས་སྙན་བུ་དང།

ད་འདི་ནང་ལ་ནས་དཔེ་མང་པོ་ཡོད་རེད་ད་དང་པོ་ལྷ་མོ་འཕྲད་པ་ཡིན་ན་དང་པོ་དེ་ལ་ཡང་སྔོན་པ་ནི་སྔོན་པ་དང་རྒྱ་ལུས་ནི་སྔོན་པ་དང་རྒྱ་ལུས་ཨང་དེ་ནས་ཨ་ཅེ་ལྷ་མོ་སྐྱིད་ཀྱི་རིག་སྔགས་ལ་ནི་འཁྲབ་གཞུང་གཅིག་དེ་འདྲའི་དུ་ཟེར་རེད་དང་པོ་དེ་སྔོན་པའི་བསགས་སྦྱང་དང་བསགས་དུས་ཨང་བཀྲ་ཤིས་བྱས་ནས་དུ་ཟེར་རེད་གཉིས་པ་དེ་ལ་རྒྱ་ལུས་བྱིན་འབེབ་ནི་གསུམ་པ་དེ་ལ་ཡང་ལྷ་མོའི་གླུ་གར་བྱེད་ཅེས་དུ་ཟེར་རིམ་པ་ཁག་ཡོད་རེད་ཨ་ནི་འཁྲབ་ཚན་གྱི་གཞུང་ནང་ལོགས་ལ་བྱས་པ་ཡིན་ན། ཨ་ནི་དེ་ཡང་བོད་ལ་རྟགས་སྔ་མ་ནས་བོད་ལ་ཡང་གཞུང་འདི་ཁག་སྐད་གྲགས་ཆེན་པོ་ལྡན་པའི་གཞུང་བདུན། ཨ་ནི་ཁ་ཤས་ཀྱིས་ཕྱོགས་གཅིག་ནས་བརྩི་ཚུལ་དེ་ལ་གཞུང་བརྒྱད་ཅེས་བརྗོད་ཐུབ་སྲིད་པ་རེད། ཡང་དེའི་ནང་ནས་ཡང་གཞུང་བརྒྱད་དེ་ག་རེ་ལ་བས་ན། དང་པོ་དེ་ལ་ཡང་འགྲོ་བ་བཟང་པོ་གཟུགས་ཀྱི་ཉི་མ། པདྨ་འོད་འབར། འབྱུང་པོ། སྣང་ས། ནོར་བཟང། ཨ་ནི་དེ་ནས་དྲི་མེད་ཀུན་ལྡན། རྒྱལ་ས་བོད་ས་བཅས་ཀྱི་རྒྱལ་གཞས་སུ་བསྡུས་ཡོད། ད་འདི་ཚོ་ཁྱེད་ཅག་གི་ལྷ་མོའི་གི་རྣམ་ཐར་གི་གདངས་དང། ད་ནི་རྒྱལ་བུ་དང། ད་ནི་བླུན་པོ་བཙུན་མོ་འདི་ཚོ་གི་གདངས་དང་འཁྲབ་བྱེད། ད་ནི་འབའ། འདི་ཚོ་ཚང་མ་མི་འདྲ་བ་ཚང་མ་ཁ་ཁ་ཁ་ཁ་བྱེད། ད་འདིའི་ནང་ནས་ཡང་རྣམ་ཐར་ལ་ཡང་ཁ་མ་འདྲ་བ་དཔེ་མི་སྲིད་པའི་མང་པོ་རེད། དཔེར་ན། རྒྱལ་བུ་ཀ་ལ་འོང་བའོ་ཞེས་བྱས་རྗེས་ད། དེས་འགྲོ་བ་བཟང་པོའི་ནང་ལ་སྤྱོད་པ་ན་རྒྱལ་པོ་ཀཱི་ལ་འོང་པོ་ཟིན། རྒྱལ་པོ་ཀཱི་ལ་འོང་པོས་ཀྱི་དམ་འགྲོ་མི་བྱེད་པ་ནི་དེའི་གཏམ་དང་ཁ་ཁ། ཨན་དེ་ནས་གཟུགས་ཀྱི་ཉི་མ་ནང་ལ་ཡོད་ན་རྒྱལ་སྲས་ཟླ་བས་ཟིན་པའི་ཚུལ་གྱིས་ཁོ་རང་ཚོའི་གདངས་ཁ་ཁ་ཚུལ་དེ་ར་ནི་ག་རྗེ། ཁྱོད་སྡོམ་བྱེད་རྣམ་དག་ད་གཞུང་འདི་ཁ་རྒྱས་ལ་ཁ་ཐུག་པོ་རེད། དོན་དག་ལྟེ་བ་འདི་ཚོ་ཚང་མ་གི་ནི་རྣམ་ཐར་མ་འདྲ་བ་ཁ་ཁ་ཁ་ཁ་ཁ་བྱེད་ཨ་ནི་རྣམ་ཐར་ལས་དབྱེ་བ་ཡིན་ན་ཨ་ནི་ཕལ་ཆེར་རྣམ་ཐར་ཁྱོད་སྡོམ་མི་ད་རྣམ་ཐར་ཁ་མ་འདྲ་བ་ཕལ་ཆེར་ང་རང་གི་སློབ་ཚོས་བྱེད།